ཅི་བདེ་ལེགས། སྲིད་རྩེའི་ནམ་མཁའི་རྣམ་པ་ལྷན་སྐྱེས་ཀྱི་ཁམས་བཟང། དེ་རིང་ཁྱེད་རྣམ་པའི་སྙིང་ལམ་དུ་འབོད་བཞིན་པ་དེ། ང་ཚོ་མགོ་ནག་བོད་མི་ཡོངས་ཀྱི་སྲོག་རྩ། སྐད་དང་ཡི་གེ་ཟེར་ཡ་དེ་རེད། དེའི་ནང་ནས་ཡི་གེ་དེ་རྐོ་བསྐྱོར་བྱེད་སྟངས་དང་འབྲི་སྟངས་དང། དེ་འབྲི་བྱེད་རྣམ་པ་ལྷན་སྐྱེས་ཀྱི་ངང་དུ་ཕུལ་ཡོད། དེ་ནས་རྩ་བའི་དུས་རབས་བདུན་པ་ནས་བྱས་ཏེ་ང་ཚོ་བོད་མིའི་ཡི་གེ་དེ་དག་ལ་ཡང་དེ་ནི་ཚིག་ཟུར་དང་ཟེར་ན་རེད་མིང་དག་དང་ཟེར་ན་རེད་མ་འདྲ་བར་དེ་ནི་མཁས་པ་རྣམས་པའི་བགྲོ་གླེང་དང་ཐད་སྐྱོ་སྟངས་གནས་སྟངས་མ་འདྲ་བ་མང་པོ་ཞིག་བྱུང་ཡོང་བའི་གནས་སྟངས་དེ་རིགས་བྱུང་ཡོད་པ་འདྲ། དེ་ནི་དེའི་ནང་ནས་དཔེ་མཚོན་ཁ་ཤས་ཅིག་ཞུས་པ་ཡིན་ན། དེ་ནི་བ་ན་ནང་ལ་འདྲེས་པ་འདྲ་བ། སོ་ཕག། ཤིང་འདྲ། རྩྭ་ཕིག་འཇིགས་མ། འདྲ་བ། མིའི་སྔོན་མོ་ཚིག་མགར་གྱི་སྟེང་དུ་བཀྲམ་པ་འདྲ་བ། མི་སྟེགས་རྟ་ལ་རྒྱུག་པ་འདྲ་བ། ཉམས་འོག་ཕྱི་ནང་ནས་མཐོང་པ་འདྲ་བ། སེང་གེ་གནམ་དུ་མཆོངས་པ་འདྲ་བ་ཟེར་ན། དེ་ནི་ང་ཚོ་མཐོང་མི་བཟང་པོ་འདྲ་སྐབས་ལ་ཡང། དེ་ནི་མཁས་པ་ནང་པའི་བོད་ཡིག་དེ་དག་ལ་ཡང་མིང་བཏགས་སྟངས་དེ་འདྲའི་མ་འདྲ་བ་མ་འདྲ་བ་མང་པོ་བྱུང་ཡོད་པ་དེ་འདྲའི་ཅིག་མཚན་གསོལ་སྟངས་ཟེར་ན་དེ་འདྲའི་ཡོད་པ་འདྲ། དེ་ནི་ཚིགས་སུ་བཅད་ན་མི་འདུག་ད་དེ་རབས་བརྒྱད་པ་དང་དེ་རབས་དགུ་པ་དེ་དག་ལ་ཡང་ད་དྲི་བཟང་སྡེབ་བཙན་སྐབས་མཁས་པ་མང་པོ་ཅིག་གིས་དང་དེ་དག་ལ་ཡང་བགྲོ་གླེང་དང་དཔྱད་པ་དང་ཞིབ་འཇུག་དང། མང་པོ་ཅིག་གནང་ཡོད། དེ་དག་ནང་བཞིན་གྱི་དང་བོད་མི་ལོ་ཙཱ་བ། ཀ་བ་པགས་བརྩེགས། བྱེད་ཅེས། དང་དེ་ནས་ང་ཚོ་དབུ་ཅན་གྱི་ཡིག་གཟུགས་དེ་དག་དང་སྟེང་ལ་ཕབ་ཡོད། དང་དེ་རབས་བཅུ་བདུན་པའི་སྐབས་གནས་ཡུལ་གྱི་ནི། དེ་ནི་ང་ཚོ་དབུ་ཅན་གྱི། ཡིག་རྫོགས་དེ་ལ་ཡང། ཡར་རྒྱས་གཏོང་བྱེད་ཀྱི། དེ་དག་ནང་བཞིན་གྱི་ཕྲད་དག། ང་ཚོ་དབུ་མའི་གི་ཡི་གེ་དེ་དང། འབྲི་མ་ཐོ་ཟེར་ཡ། དེ་ནི། བོད་ཀྱི་ཡིག་རྫོགས་ལ་ཡང། དེ་ནི། ལི་ལོག་དང་ལྡིང་ལོག། ཟེར་དེ་འདྲའི་ཅིག་དེ་ནི་ང་ཚོ་སྤྱི་ཚོགས་ནང་ལ། མ་བྱུང་ཡོད་པ། དེ་ནི་ཚིག་ཟིག་ག་ལ་ཡ། ད་ལོག་ཟིན་ནས་ད་རྗེན་ཟིན་ན་དེ། ཕ་ཁྱེར་ད་མེ་བི་བཟོ་འདྲ་བོ་ཅིག་བྱེད་ཅེས། ད་ལྟའི་ང་ཚོའི་སྤྱི་ཚོགས་ནང་ལ་ཡ། དེ་ནི་དབུ་ཅན་དང་དབུ་མེད་གཉིས་ཡོད་པ། དེའི་ནང་ནས་མཚུངས་ཆེ་ཡ་འདྲ་བོ་དེ། དེང་ལོག་གི་ད་རྣམ་པ་སྲིད་ན་མི་འདུག་འཛུགས་སྐྱོང་བྱེད་ཡ་གཅིག་དེ་འདྲས་ཅིག་ཆགས་ཡོད་བ་གཅིག་ད་ང་ཚོ་མཁས་པ་རྣམ་པའི་བཤད་སྲོལ་དང་ཡིག་ཆ་ནང་དུ་ལ་ཆགས་བསྡད་བ་གཅིག་ཡིན་པ་འདྲ། དེ་ནི་དེ་ཡིན་དུས་ད་སྐད་དང་ཡི་གེ་ཟེར་ཡ་ཡི་གེ་ཟེར་ཡ་དེ་ད་ང་ཚོ་སྔོན་མ་འདྲ་བོ་ཡིན་ན་དེ་ནི། མགོ་ནག་བོད་མི་ཡོངས་ཀྱི་སྲོག་རྩ་ཆག་གི་ཡོད་རེད་ལ་ཡ། ད་ད་ལྟ་མགོ་ནག་བོད་མི་ཡོངས་ཀྱི་མ་ཚད་པ་ནང་པ་ས་འཇིག་པའི་ལྟ་གྲབ་འཛིན་མཁན་ཚང་མ་གི། དེ་ནི། ཡི་གེ་དེ། དོང་དུ་ཐུག་ཡ་ཅིག། དེ་རབས་ཀྱི་འབྱོན་འབྲི་ཞིག་ན་མི་འདུག་དེང་སང། ད། ཡར་རྒྱས་ཀྱི། འཁོར་གཡོག་དང། ཡར་རྒྱས་ཀྱི། རྣམ་པ་ཞིག་ན་མི་འདུག། དེ་འདྲའི་གཅིག་གི་ངོ་བོ་ནས་བྱུང་བསྡད་པ་དེ་ང་ཚོ་དགའ་ཡོད་ཡི་གནས་སྟངས་ཅིག་རེད་བསམ་གྱི་འདུག་དེ་ག་ནང་བཞིན་གྱི་བསྐལ་པ་སྔོན་མ་འདྲ་བོ་ཡིན་པ་ཡིན་ན། ང་ཚོ་མདོ་དབུས་ཁམས་སམ། ལ་ཡ་ད་སྐད་ཀྱི་ཐུགས་ནས་ཡང་དེ་ནི་བཏེགས་ཚེ་ཆེ་བཤད་སྟངས་མ་འདྲ་བ་ཅིག་ཡོད་བ་ཡིན་ན་ཡང། ཡི་གེ་གཅིག་གི་ཐུགས་ནས་ང་ཚོ་གི་མཁོ་སྤྲོད་བྱེད་ཐུབ་ཀྱི་ཡོད་བ་དེ་ཡང་ང་ཚོ་གི་ཧ་ལི་ཡ་གི་གཟིགས་བརྗིད་དང། ཧ་ལི་ཡ་གི་ད། ནས་པའི་ལོ་ཙཱ་བ་རྣམ་པ་རེད། དེ་ནི་ཆ་ཡིས་ང་ཚོ་ད་གཞུང་གི་སྲིད་ན་མི་འདུག་དེ་ནི་ཀུན་ཕྲན་རིམ་བྱུང་གི་སྲིད་ན་རེད་ད་དེ་དག་གི་ཐུགས་ལ་ཡང་མར་འཛིན་སྐྱོང་བྱེད་ཡ་དེ་དག་ཧ་ལས་ཡག་གི་མཛད་རྗེས་ཆེན་པོ་ཅིག་དང། ཆ་ཡིས་ངོམ་ཆུག་ཡ་དང་གཟི་བརྗིད་ཆེན་པོ་ཞེ་བོ་ཅིག་རེད་བསམ་པ་འགྲོ་ཅིག་རང་རང་གི་འཚོ་བ་ལ་དེ་འདྲས་ཅིག་གནང་གི་ཡོད། གསུང་འདི་ད་དེ་རིང་བསྟུན་ན་ཡིག་རིགས་འབྲི་སྟངས་རེད་འགོ་ཆེན་དང་དབུ་མེད་དང། ཕྱུགས་རིགས་དང། འབྲི་མ་ཚོགས་དང། ད། དེ་ཚོ་མང་པོ་ཅིག་རྣམ་པ་གླིང་རྗེའི་སྤྱན་ལམ་དུ་ཕུལ་ཡོད། དེ་ནི་དེ་ཡིན་དུས་ད་སྐབས་པ་སྔོན་མ་འདྲ་བོ་ཡིན་ན་ང་ཚོ་ཡི་གེ་དེ་འབྲི་དགོས་པ། ཡི་གེ་སྦྱོང་དགོས་པ། ད། ག་རེ་དགོས་པ་ཡིན་ན་ཡང། ཀ་ཁ་མང་པོ་ཅིག་ཡོད་པ་རེད། ད་དེང་སང་དེ་ཚོ་གི་འབྱོན་འབྲིང་དང་དེ་རབས་ཀྱི་ཡར་རྒྱས། འཛམ་བུ་གླིང་གི་འབྱོན་འབྲིང་ལ་བལྟ་ཡོང་དུས་དེ་ནི་ང་ཚོ་ཆེ་ག་རེ་སྦྱོང་དགོས་པ་ཡིན་ན་ཡང་དེ་ནི་ཆེ་དགེ་རྒན་ལ་དམིགས་བསལ་གྱི་གཏིང་དང་མ་གོ་བ་བྱེད་ཆེད་དེ་ཚོ་དམ་འཛིན་བྱེད་ཀྱི་ནི་གཏོང་ཐུབ་ཡ་ཅེས་གནས་སྟངས་ཅིག་ཡོང་གི་ཡོད་པ་ཡིན་དུས། དེ་ནི་ང་ཚོ་བོད་མི་རྣམ་པའི་ད་སྐབས་སྔོན་མ་ཡིན་ན་ང་ཚོ་བོད་མི་རྣམ་པ་འདྲ་བོ་ཡིན་པ་ཡིན་ན་ཡང་ཆེ་ཡི་གེ་གཞི་རྙིང་དེ་ཕ་ཆེར་དཀོན་པོ་འདྲ་བོ་ཆེ་ཁ་པོ་འདྲ་བོ་ཆེ། ད་གྲྭ་བ་ཨ་ནེ་ཙམ་ལས་མ་གཏོགས་ཡི་གེ་དེ་ཕ་ཁྱི་ཀླུ་སྒོ་ཀི་མེ་ལི་བཟོ་འགྲོ་ཅི། དེ་འདྲའི་སྐྱེ་གནས་སྟངས་ཡོད་བ་ཅིག་དེ་རབས་ཅིག་ཆགས་ཡོད་བ་རེད། དེ་འདྲ་མཚིས་ཟེགས་ལ་དེང་མཚུངས་འདྲ་བོ་ཆབ་མཚུངས་པ་ཡིན་ན་ད་ཡི་གེ་ཟེར་ཡ་དེ་བོད་མི། དགེ་སྦྱོང་བར་སམ། ཆེ་ཆུང་བར་སམ། སེར་སྐྱ་ཕོ་མོ། ཤི་ན་མི་འདུག་ཚང་མ་ཨག་གི་བློ་གྲོས་ཡིན་པ་ཅིག་ངེས་མཚན་གྱི་ཡག་གི་རྣམ་པ་ཅིག་མཐོང་ཡོང་གི་ཡོད་དེ་དེ་དག་གི་ཐུགས་ལ་ཡང་ཡ་བརྗིད་ཀྱི་རྣམ་པ་ཅིག་རེད་བསམ་གི་འདུག་ལ། དེ་ནི་མ་འོངས་པ་ལ་ཡང་ད་ང་ཚོ་ཚིག་རྒྱག་གི་ཚར་ལོང་བྱས་པའི་བུ་ཕྲུག་ཕ་མ་རྣམ་པས། དེ་དག་ལ་ཡང་ད་ཡི་གེ་ཟེར་ཡ་དེ་ཆེས་མི་རིགས་ཀྱི་སྲོག་རྩ་ཡིན་པ། མ་རེད་ཀྱི་བླ་སྲོག་ཡིན་པ། དེ་མཁྱེན་པའི་ཐོག་ནས་དེ་ནི་ཡིག་ཚོགས་རྒྱང་ཡ་རི་ན་རེད་གླུ་ཡ་མདོང་ཡ་གང་གི་ཐུགས་ལ་ཡ་དེ་ནི་ཕན་སེམས་ཀྱི་གྱོང་རེད་བསམ་བྱེད་ཀྱི་རང་རང་གི་དེ་ན་དེ་རིང་བཀོལ་དགོས་ཡ་དེ་དེ་འདྲ་ཅི་ཡིན། དེ་ནི་དེ་མཉམ་འདི་ལ་ཡ་ད་བོད་ལ་སྟོང་པའི་ཤིང་ནག་མི་འདུག་ཁ་པའི་ཤིང་ནག་མི་འདུག་མང་པོ་ཅིག་ཡོད་རེད་དེ་ནི་དེ་དག་ཁ་ཤས་ཀྱིས་རྣམ་པ་གླིང་གི་གྱེན་ལངས་དུ་མ་ཅིག་སྒྲོག་སྦྱང་བཅས་བཞི་ན་ཡང་མཚམས་རེ་མཚམས་རེ་ལ་ཡང། ཆེ། ལོ་ཆུང་རྣམ་པ་ལ་ཡང། བོད་ལ་སྟོང་པས་ཟེར་ཡང་འདུག་ཁ་པས་ཟེར་ཡང་འདུག་དེ་དག་ལ་ཡང་ཨང་མཚམས་རེ་མཚམས་རེ་ཚེག་སྙིང་པོ་དེ་འདྲས་ཡོང་སྲིད། དེ་འདྲས་ཡོད་དུས་ཚང་མ་གི། ཆེ་དེ་ཚ་ལ་ཡང་ཐུགས་ཁུར་བཅས་གནང་བའི་གི་རེ་བ་བཅས་ཀྱིས་རྣམ་པ་ལེན་གྱི་སྤྱིན་ལམ་འདི། ཁ་བས་ཁ་ཤེས་ཀྱིས་མ་བསླུ་ན་བསམས་སོ། འབྱོར་སྡེ་ཐམས་ཅད་གཉིས་ཡིན། དགེ་སྡེ་ཐམས་ཅད་དགྲ་ཡིན། བསགས་པའི་ལོངས་སྤྱོད་ཉུང་ན་དགའ། འབད་པའི་ཡོན་ཏན་མང་ན་དགའ། རྟེན་འབྲེལ་འགོག་ནས་འགྲིག་ན། རྩ་བ་གཞུག་ནས་འགྲོ་ཡོང། ཕ་གི་ཁ་ལ་འབུག། ཕ་བཟའི་ལག་ལ་བཅང། སྙིང་རྗེ་གཞན་ལ་བསྐྱེད། ཟང་ཟིང་རང་ལ་འཁོར། ཕན་པ་གཞན་ལ་བསྒྲུབ། བདེ་སྐྱིད་རང་ལ་འཁོར། ཕོ་གསར་ཁུག་རྒྱ་ཆེ་ན་འགྲོ་ལམ་བདེ། བུ་མོ་བསམ་པ་བཟང་ན་རྣམ་པ་མཛེས། ཁ་དང་ཁུག་པ་དྲང་མོ་བྱེད། ལུས་དང་ལག་པ་གཙང་མ་བྱེད། རྟགས་ཆོག་ན་འཛིན་ཐབས་ཡོད་ཀྱང་ཚེགས་ཆོག་ན་འཛིན་ཐབས་མེད། ཁྱེད་ཚུགས་པའི་སྣོད་ཡོད་ཀྱང་ཏང་ཚུགས་པའི་སྣོད་མེད། གཞན་ལ་སྤྲོ་སྣང་སྟེར་ཐུབ་ན་ཟང་ཟིང་ཡང་ཡིན་ལ། རང་ལ་སྤྲོ་སྣང་སྟེར་ཐུབ་ན་ཤེས་རབ་ཡང་ཡིན། མི་རྒན་ན་ཡུལ་བྲིན་རྩྭ་རྒན་ན་ཚང་བྲིན། མི་རྒན་ན་དབང་ཆ་མེད་རྟ་རྒན་ན་གུང་ཚན་མེད། ཁ་བཤད་དོང་ལ་འབབ་གི། ཁ་བཤབ་ལྐུགས་པས་སྲབ་གི། རྟོག་པ་ལྷ་དང་མཉམ་འདི། སྤྱོད་པ་མི་དང་བསྟན་གི། མེ་དུག་ཁྲི་ཡི་སོ། བརྩེ་བ་སེམས་ཀྱི་སྤྱང། བློ་གཞན་ལ་དྲིས་མཐའ་རང་གི་སྤྱོད། གཏམ་བཤད་ཚོགས་བྱས་ན་རྣ་བར་སྙན། ཟས་ཟ་ཚོགས་བྱས་ན་ལུས་ཁམས་བདེ། ས་གང་སྐྱིད་ཟེར་ན་ཕ་ཡུལ་སྐྱིད། མི་སི་ཙམ་ཟེར་ན་ཕ་མ་ཙམ། གོ་རྒྱུ་རིག་རྒྱུ་མང་ན་རང་ཚོགས་འཛིན་རྒྱུ་དཀའ། ཏང་མི་ཁ་སྐྱིད་ན་ཇེ་མང། སྲིང་མི་ལག་སྐྱིད་ན་ཇེ་ཉུང། སྐྱིད་རེད་སྡུག་རེད་མ་མྱོང་ན། སྐྱིད་སྡུག་དབྱེ་བ་ངོ་མི་ཤེས། སྐྱིད་མི་སྐྱིད་རང་གི་ལག་རེད། གྲོགས་མི་གྲོགས་ཉེ་མིའི་ལག་རེད། ཟེར་བ་བཞིན། བོད་ཀྱི་གཏམ་དཔེ་ཁ་ཤས་ཀྱི་སྒྲོག་སྦྱངས་ཞིག་ཡོད་ལ། དེ་དང་ལྷན་དེ་ལ་ཡང་དེ་ནི་བོད་གངས་ཅན་ལྗོངས་ཀྱི་འབྲུག་སྡེ་གྱི་ནོར་ལོག་དང། ཁྱད་ཆོས་ཁོར་ཡུག་འཛུགས་སྐྱོང་སུ་བཀོལ་ཡོད་ལ་ཡ་ཐོག་སྙན་པའི་ངང་ནས།